ཕུན་ཚོགས་དགེ་ལེགས་སྐྱེ་བ་བསྐྲུན་པའི་སྐུ། མཐའ་ཡས་འགྲོ་བའི་རེ་བ་སྐོང་བའི་གསུང། མ་ལུས་ཤེས་བྱ་ཇི་བཞིན་གཟིགས་པའི་ཐུགས། ཤཱཀྱའི་གཙོ་བོ་དེ་ལ་མགོས་ཕྱག་འཚལ། རྩལ་ལྡན་ཁྱེད་ཀྱིས་མཁྱེན་རབ་ཨོ་ཟེར་གྱིས། བདག་བློའི་གཏི་མུག་མུན་པ་རབ་བསལ་ན། བཀའ་དང་གསང་མཆོད་གཞུང་ལུགས་རྟོགས་པ་ཡིས། བློ་གྲོས་སྤོབས་པའི་སྣང་བ་རྩལ་དུ་གསོལ། ནས་ད་སོང་པ་སང་ན། ནས་ང་དང་ཤེས་པའི་སྟེགས་ད་ག་ཤུ་ལོ་ཀ་དེ་ནས་ཉི་ཤུ་རྩ་བརྒྱད་པ་འོ་དེ་རིང་དེ་ནས་བཞུད་བྱ་ཟིན་ནོ། སོང་པ་སང་ན་དེ་ནས་ཤུ་ལོ་ཀ་ཉི་ཤུ་རྩ་བརྒྱད་པའི་ན་ཁེ་དེ་ན་ནས་ག་ཀིས་བུ་རིགས་གཟུགས་བཟོ་དང་ལྡན་རྣམས་ཀྱང། ཤེས་རབ་ཚུལ་ཁྲིམས་འདྲལ་ཡང་འདྲལ་བ་བསྐུར་མ་ལགས། དེ་ལྟར་གང་ལ་ཡོན་ཏན་འདི་ཉིད་ལྡན། དེ་ནི་ཡོན་ཏན་གཞན་དང་འདྲ་ལེགས་མཆོད་གསུངས་སུ་འདུ་བ་ལས། གསུངས་པ་བཟང་ན་ད་དང་དེ་ནི་འདི་བས་སང་ལྟ་ག་དེ་ནི་ང་དང་ག་གལ་ཏེ་ན་ཨེ་ནི་ང་དང་ཡིན་ན་གཟུགས་ཀྱི་སྤྱིར་དེ་ནི་ག་གཟུགས་སྒྲ་དྲི་རོ་རེག་བྱ་ལྔ་ལ་སོགས་པས་དེ་ནི་འདོད་པའི་ཡོན་ཏན་ལྔ་ལ་ཆགས་པས་ཨེ་ནི་ཆགས་པ་ལ་སོགས་པའི་ཉོན་མོངས་པའི་རིགས་དེ་ནི་མངོན་གྱུར་བ་ལྡོག་ཅེས་ཞེས་ཚུལ་གཅིག་དང། ཨེ་ནས་ག་དེ་ནས་ས་བོན་ལྡོག་བྱ་སའི་ཚུལ། ཨེ་ནས་ག་གཟུགས་ག་ལ་ལྡོག་གོ་ས་ནོ་ག་གཟུགས་ག་སྤངས་གོ་ས་ནོ་ག་གཟུགས་ག་བསྒྲལ་གོ་ས་ནོ་ཨོ་དེ་སྐོར་ལ་གསུངས་དེ་ན་ཡང་དམིགས་བསལ་གྱི། ཨེ་ནས་ང་དང་འཁྲིགས་པས་དེ་ནས་ག་འདོད་ཆགས་ལ་ཆགས་པས་དེ་ནས་འཁྲིགས་པས་དེ་ནས་འདོད་ཡོན་ལ་ཆགས་པས་ཨེ་ནས་འདོད་ཆགས་དེ་ནས་ལྡོག་དང་སྐོར་ལ་ཡང་དེ་ནས་དམིགས་བསལ་གྱི་དེ་ནས་ང་དང་གཞིབ་ཅིང་ཕྲ་བ། ཨེ་ནས་རྟགས་གསུངས་དེ་སྐད་དོན་ནོ་ཨེ་ནས་གདངས་དེ་ག་ན་ཁེ་དེ་ན་ད་དེ་ཚང་མ་རྩ་བ་ན་ལྡོག་བྱ་ལ། ཨེ་ནི་བདེན་པ། ཐབས་ལམ་པོ་ཁྱེད་རྣམས་གཙོ་བོ་ཁྱེད་རྣམས་ཁག་ཆེན་མོ་སྤྱི་ནོག་ཟན་པ་གཅིག་ཨེ་ནི་སྟོང་ཉིད་རྟོགས་པའི་ཤེས་རབ་ཡང་མེད་ན་སྟོང་པ་ཉིད་ཀྱི་རྣམ་གཞག་ཤེས་པའི་བློ། ཁྱེད་རྣམས་ད་བདེན་པར་རྩ་བ་ན་མེད་ཀ་འགྱོད་བྱེད་ད་བདུད་བཏང་ན་ཨེ་ནི་བདག་འཛིན་མ་རིག་པ། ཨེ་ནི་རྩ་བ་ན་ཨེ་ནི་ག་མེད་ཀ་འགྱོད་བྱེད་སའི་ཐབས་ལམ་པོ་ཁྱེད་རྣམས་སྟོང་ཉིད་རྟོགས་པའི་ཤེས་རབ་ཨ་སང་ལྷག་པའི་ཨེ་ནི་ཅང་མེད་ཀ་གལ་ཏེ་སྟོང་ཉིད་རྟོགས་པའི་ཤེས་རབ་སྐྱེས་ཏེ་ཨེ་ནི་བདག་འཛིན་མ་རིག་པ། བཀའ་དེ་ནི་ང་དང་ལྡོག་སྙན་ན་དེ་ནི་ཡང་ཉོན་མོངས་མངོན་འགྱུར་བ། ཡང་དེ་ནི་ང་དང་འདོད་ཆགས་ཁོང་ཁྲོ་རགས་པ་ལ་སོགས་པའི་ཉོན་མོངས་པ་རྣམས་ཨེ་ནས་སྤང་བྱ་བསམ་ལྡོག་བྱ་ལ་ལྷ་མོ་ནོ་ཟེར་ཀ་ནས་སྐོར་ལ་གསུངས། ཨེ་ནས་ད་དེ་རིང་ང་དང་ཤོ་ལོ་ཀ་ཉི་ཤུ་རྩ་བརྒྱད་པའི་ན་གལ་ཏེ་ན་ཨེ་ནས་གཙོའོ། ཧ་ལས་ཀ་གལ་ཏེ་ན་དེ་ནི་སྟོང་ཉིད་རྟོགས་པའི་ཤེས་རབ། ཡང་ན་ནི་ཤེས་རབ། ཨེ་ནས་དགའ། Wisdom། ཟེར་ནོག་ད་ང་དངས་ས་ལ་ཤེས་རབ་ཟེར་ན་པོ་ཆེ་ང་དངས་ས་དགའ་ཁྱེད་དེ་ན་ཨེ་ནས་ལེགས་ཉེས་རྣམ་བཞག་ཨེ་ནས་བརྗེད་ཤེས་པའི་བློ་གྲོས་ཤིག་ག་ཅི་ཟེར་ནོག་ང་དངས་ཤེས་རབ་ཟེར་ནོག་ལེགས་ཉེས་རྣམ་བཞག་བརྗེད་ཤེས་པའི་བློ་གྲོས་ཟེར་ན་པོ་ཆེ་དགའ་བཟང་པོ་ཡིན་དགའ་ངན་པ་ཡིན། དགའ་སྤང་བྱ་ཡིན་དགའ་བསླང་བྱ་ཡིན། འོ་དགའ་རང་ཨ་ཕན་ཐོགས་ཤེས་ཟེར་རིགས་དགའ་རང་ཨེ་ནས་དགའ། བ་ཕན་མི་ཐོགས་བྱ་ཟེར་རིག་ཟིན། ག་དེ་ནས་ན་སྐབས་ལའང་ཕན་ཐོགས་ཨེ་ནས་ཕུགས་ལ་ཡང་ཕན་ཐོགས། འོ་ད་ཨོ་དེ་ཚང་མའི་རྣམ་བཞག་སོ་སོ་སོ་སོ་གསལ་པོ་བཅོས་ཏེ་ག་ཤེས་ཤ་ཟི་ལོ་གྲོས་པོ་ལ་ང་དང་ཅི་ཟེར་ནོ། ཤེས་རབ་ཟེར་ནོ། འོ་ད་ཤེས་རབ་པོ་ཤེས་དེ་ན་ཨི་ན་ཟུག་གི་ང་དང། ཆོས་སློབ་སྦྱོང་བཅོས་བྱས་ཟིན་ནང་ཆོས་ཀྱི་ན་ཟུག་རྟོགས་བྱས་ཟིན་ལ་ད་ཁག་ཅན་ཆེད་ནང་ཆེད། ག་འཇིགས་སྟེ་ནི་ནའང་དེ་ནས་ག་གར་དེ་ན་ང་དང་ཁྱིམ་པའི་ནང་བཞུགས་ཏེ་དེ་ནས་ལ་སྤྱོད་སྟངས་ཀྱི་ཡང་ཤེས་རབ་མེད་ན་ཨེ་ནས་ཁོས་ད་རྨོངས་པའི་ལ་མང་པོ་བཅོས་ཏེ་ན་ཨེ་ནས། འགའ་ཁྱེད་དེ་ན་འདས་ན་མགོ་ལོག་མང་པོར་བརྩེགས་ཀྱང་འདས་ན་ནོར་འཁྲུལ་མང་པོ་ཆགས། ད་ན་བཟུང་སྟེ་ང་དང་ཨ་མ་ན་ཅལ་ལགས། ཨེ་ནི་ཤིང་ཞོག་ཀ་འཇིག་ཡིན་ནང་འདྲ་རྡོ་ཨ་རྩིག་པ་རྩེག་ཀ་འཇིག་ཡིན་ནང་འདྲ། དེ་ན་ཙོ་ལ་ང་དང་ཟི་ནི་འགའ་ནང་ཁང་པའི་ནང་བཞུགས་ཏེ་ཨེ་ནི་འདོན་དང་སྐོལ་ཅན་སྐོལ་ཀ་འཇིག་ཡིན་ནང་འདྲ། ཁོའི་རྣམ་དཔྱོད་པོའམ་ཡང་མིན་ན་ཤེས་རབ་པོའམ་བློ་གྲོས་པོ་རྒྱ་ལེགས་མེད་ན་ཨེ་ནི་ཁོ་ཚང་ཚང་འགྲིག་འགྲིག་ཅིག་སྤུ་བཏགས་པོ་ཞིག་དང་རྒྱ་ལེགས་མ་ནི་སྤྱོད་ངན་རྣམས་ལ་སོང་པ་ཟེར་ན་ང་དང་ཨའི་རྒྱུད་ལ་ཨེ་ནི་ཤེས་རབ་རྒྱ་ཤེས་པོ་ཁྱེད་དེ་ན་སྨྲ་ཁག་ཅན་བྱེད་ཀྱང། ད་དེ་རིང་འདི་ག་གལ་ཏེ་ན་གཙོ་བོ་ཅི་གསུངས་ཟེར་རོ་ཟེར་ན། བདེན་པ་ཨེ་ནི་སྟོང་ཉིད་རྟོགས་པའི་ཤེས་རབ་ལ་སོགས་པའི་ཨེ་ནི་ཤེས་རབ་དང་ཨེ་ནི་ཚུལ་ཁྲིམས་གཉིས་ལ་ཨེ་ནི་ལྡན་ན་ཁྱད་ཆོས་ཨི་ཙམ་ཞིག་ཡོད་ཀྱང་ལྡན་པ་ཟེར་ན་ང་དང་ཡོད་པ་རང་རྒྱུད་ལ་ང་དང་སུ་དང་སུ་ཞིག་ལའང་ཤེས་རབ་ཀྱི་ཡོན་ཏན་དང་ཚུལ་ཁྲིམས་ཀྱི་ཡོན་ཏན་ཡང་ན་ཤེས་རབ་ཀྱི་ཉམས་ལེན་དང་ཚུལ་ཁྲིམས་ཀྱི་ཉམས་ལེན་དངོས་ཡོད་ན། ཕན་ཐོགས་བཞི་བཀག་ཡང་ཡོན་ཏན་ཨེ་མ་ན་མང་པས་མེད་ན་མེད། འོ་ད་གལ་ཏེ་གདེང་གཉིས་མེད་ན་ཡང་ཡོན་ཏན་ག་ཟུག་ཞིག་ཡོད་ནའང་དཔེར་ན་ང་དང་ལྟ་བཞི་ཡོན་ཏན་ཙན་པོ་གཅིག་བཟང་པས་ཞིག། ཨེ་ནས་ང་དང་ག་ཟུག་ཞིག་ཡོད་ན་དེ་ག་ན་ཕན་ཐོགས་དེ་ཙམ་ཞིག་ཡོད་ང་མ་ནོ་ཟེར་ཁ་ནས་སྐོར་ལ་འོ་ད་དེ་རིང་ང་དང་ཤོ་ལོ་ཀ་ཉི་ཤུ་རྩ་བརྒྱད་པོ་ཁྱེད་རང་འོ་དེ་སྐོར་ལ་གསུངས་ཟེར་རོ། ད་བདག་སར་རྩ་བའི་ནང་ད་འདུག་ང་དང་ཚིག་འགྲེལ་ལས་ཚུལ་བཙོག་ཞུས་ན། སྐྱིས་བུ་ཟེར་དེ་དུ་བ་ལས་སྐྱིས་བུ་རིགས་གཟུགས། རིགས་གཟུགས།

ཨོ། ད་གདགས་ང་གང་ཟག་སྐྱིས་བུ་གཅིག་ཟེར་པོ་ཅི་གསུངས་ཟེར་རོང་ཟེར་ན། གདགས་ང་གང་ཟག་སྐྱིས་བུ་ཚང་ག་ཤེས་དེ་ན་བཙོག་ཟེར་རོགས་ད་ག་མི་འདོད་ལ་ང་དང་ཅི་ཟེར་རོང་དོན་གཅིག་མིང་གི་རྣམ་གྲངས་ཟེར་རོགས་ཧ་ལས་དོན་གདགས་གཅིག་ལ་མིང་སོ་སོ་ཡོད་གནས། དཔེར་ན་ང་དང། ལྡ་བ་ཟེར་ན་སིལ་ཟལ་ཅན་ཟེར་ན་ཨོད་དཀར་ཅན་ཟེར་ན་ཨིན་ཅེས་པོ་ང་དང་ན་མ་ཨེ་ནས་ག་ཤར་ཁ་ནས་ནམ་མཁའི་ལྡ་བ་ཁོ་རང་ཨེ་རོགས་ཨིན་ནས་ད་རིགས་གཅིག་གིས་ཨེ་ནས་ཁོང་ཨ་སྡོད་ལ་སིལ་ཟལ་ཅན་ཟེར་ཡོད་ཀྱང་རིགས་གཅིག་གིས་ལྡ་བ་ཟེར་ཡོད་ཀྱང་རིགས་གཅིག་གིས་ཨོད་དཀར་ཟེར་ཡོད་ཀྱང། འོ་ད་དེར་ན་ཚོགས་ལ་ང་དང་སྤེལ་ན་དང་དེ་རིང་ཡིན་ན་ང་དང་མི་རིགས་གཅིག་གིས་བརྩེ་ན་ང་དང་ཆུ་ལ་ཆུ་ཟེར་དུ་བ། རིགས་གཅིག་གིས་སྡོད་ལ་ང་དང་པ་ནི་ཟེར་དུ་བ་རིགས་གཅིག་གིས་སྡོད་ལ་ང་དང་བ་ཀྲར་ཟེར་དུ་བ་ལས་འོ་ད་ཅི་ཟེར་ན་ཟེར་དོན་དག་ལ་ཆུ་ཁོ་རང་ཡིན་ནོ་ལྷོ་བཞིན་ཤར་བ་ཁོ་རང་ཡིན་ནོ། དེར་ན་ཚོགས་ལ་ང་དང་སྐིས་བུ་ཟེར་རན་པོ་ཅིག་འོ་ད་འོ་དེ་ལ་ཟེར་ནོ། རིགས། གཟུགས། ཨོ། ད་ག། སྐྱེས་བུ་ཞིག་མི་ཞིག། ཧ་ལས་རིགས་བཟང་པོ་ཨ། ཨོ། རྒྱལ་པོའི་རིགས་ལ་སྐྱེས་ཟེར་འགྲོ། རློན་པོའི་རིགས་ལ་སྐྱེས་ཟེར་འགྲོ། ཕྱུག་པོའི་རིགས་ལ་སྐྱེས་ཟེར་འགྲོ། ཨེ་ནས་ག། ད་ང་ད་རིགས་བཟང། ཧ་ལས་ག་གཟུགས་ཞིག་ཨོ། ཁྱད་ཆོས་ཡོན་ཏན་ག་གཟུགས་ཞིག་ལྡ་ན་ཡང། ཨོ། ད་དེ་སྣ་ཚོགས་ལ་རིགས་བཟང། རིགས། རིགས། དང། དེ་སྣ་ཚོགས་ལ་ང་ད་གཟུགས། ཧ་ལས་ད་གཟུགས་གཟན་པོ་གཅིག་གཟུགས་རྫེས་པོ་ཡོད་འགྲོ་ཨོ་གཟུགས་སྟོབས་ཤ་ནུས་འགྲོ་ཨེ་ནས་གཟུགས་ག་གེ་དེ་ན་ལྕགས་རྡོག་ལགས་མོ་ཡོད་འགྲོ་ཨོ་ད་ག་གཟུགས་ཤིག་ཡོད་ན་ཡང་ཟེར་ཏོ་དེ་ན་ཚོ་ལ་ང་དང་ཐོས་དང་ཨེ་ནས་ཐོས་དང་གཟན་པོ་གཅིག་ང་དང་ཤེས་བཞིན་ཡོན་ཏན་ཐོས་པས་ཨོ་ད་ང་དང་ཨོ་དེ་ཐོས་པས་ཡོན་ཏན་ལ་སོགས་པ་ཤེས་བཞིན་ཙམ་ཞིག་ཡོད་ན་ཡང་ཟེར་རོ་ཧ་ལས་བཟོ་ཐོས་དང་ལྡན་རྣམས་ཀྱང་ལྡན་པ་ཟེར་ན་ང་དང་ཡོད་པ་ཧ་ལས་དེའོ་ང་ལ་ལྡན་ནས་དེའོ་ང་ལ་ལྡན་ན་མེད་གཟན་པོ་གཅིག་ཨོ་དེ་ནས་ག། ཡོན་ཏན་ལྡན་ན་ཡོན་ཏན་ལྡན་ན་སྐྱེ་བོ་ཀུན་ཟེར་མ་ཡོན་ཏན་ཡོད་ན་ཟེར་དྲག་པ་འོ་གསུངས་པ་ཟེར་ན་ལྡན་པ་ཟེར་ན་ང་དང་ཡོད་པ་འོ་ད་མི་སུ་དང་སུ་ཞིག་རིགས་བཟང་པོ་ཨ་སྐྱེས་དེ་ཡོད་འགྲོ་གཟུགས་བཟང་པོ་ཡོད་འགྲོ་ཡེ་ནས་ཡོན་ཡང་དེ་ནས་ཐོས་པའི་ཡོན་ཏན་ལ་སོགས་པ་ཡོན་ཏན་མང་པོ་ཞིག་དང་ལྡན་ན་ཡང་ཟེར་དང་ལྡན་རྣམས་ཀྱང་ལྡན་པ་རྣམས་ཀྱང་ཟེར་ན་རྣམས་ལྡན་པོ་ཅི་ང་དང་ཚང་མ་ཡོངས་རྫོགས་ཡེ་ནས་དགའ་འོ་ད་ལ་ཨོ་གཟུགས་ཙམ་ཞིག་ཡོད་ཡོད་དཀའ་ནས་མི་ཚང་མ་ཡང་ཟེར་དང་རོགས། ཤེས་རབ་ཚུལ་ཁྲིམས་དགྲ་ལ་བསྐུར་མ་ལགས། ཨོ་ད་ག། ཡིན་ན་གཟུགས་ཀྱི་ཐོག་སྤེལ་ཡོན་ཏན་ཡོད་ན་ཡང་ཨེ་ནི་བསམ་པ་དང་བསམ་བྱུང་གི་ཤེས་རབ་ཀྱིས་ངེས་པར་རྙེད་པའི་སྒོ་ན་ཨོ་དེ་ཡོན་ཏན་པོ་ཀར་མ་ལྡན་ན། ཧ་ལས། དེ་ན་སོགས་ལ་ཨེ་ནི་ག། སྟོང་ཉིད་རྟོགས་པའི་ཤེས་རབ་ཨེ་ནི་ལེགས་ཉེས་ཀྱི་བླང་དོར་གྱི་རྣམ་གཞག་བྱེད་བྱེད་ཤེས་པའི་ཤེས་རབ་ཨོ་དེ་ན་སོགས་ལ་ང་དང་ཆོས་ཀྱི་རྣལ་དུག་རྟོགས་པའི་ཤེས་རབ་ཨོ་དེ་ནས་ག་བཟང་ངན་དབྱེ་བ་འཕེལ་ཤེས་པའི་ཤེས་རབ་དང་དེ་ཚང་མ་དང་མེད་ན་ཟེར་ཏོ། གཅིག་ངེས་པའི་ག་ཁྱེད་རྣམས་ཚུལ་ཁྲིམས་རྣམ་པར་དག་པ་དང་ལྡན་པ་མེད་ན་ཟེར་ཏེ་ལོ། འོ་ད་ཤེས་རབ་དང་ཚུལ་ཁྲིམས་རྣམ་པར་དག་པ་དང་ལྡན་པ་མེད་ན། ཧ་ལས་འདི་མེད་ན། ཤེས་རབ་ཚུལ་ཁྲིམས། བསྒྲལ་བ་ཟེར་ན་བསྒྲལ་བ་ཟེར་ན་ང་དང་མེད་ཀན་སོང་བ་ཡ་མེད་ན་ནི་ང་དང་མ་ལྡན་པ། ཨོ་ད། དོན་དག་ལ་ཅི་གསུངས་ཟེར་ན་རིགས་བཟང་པོ་ཙམ་ཞིག་དང་གཟུགས་བཟང་པོ་ཙམ་ཞིག་དང་ཐོས་པའི་ཡོན་ཏན་ལ་སོགས་པ་ཡོན་ཏན་ཙམ་ཞིག་ཡོད་ན་ཡང། ཨོ་ད་དེ་ནི་ཤེས་རབ། རྣམ་དཔྱོད་དང་ལྡན་པའི་བློ་གྲོས་དང་ཡེ་ནས་ཚུལ་ཁྲིམས་རྣམ་པར་དག་པ་གཉིས་དང་བྲལ་ན། ཡེ་ནས་མིའི་སྤྱི་ཚོགས་སྲིད་ན་འང་ཡ་མེད་ན་ནི་མི། ང་དང་འགྲོ་བ་མི་རིགས་ཟེར་ན། སུ་དང་སུ་ཞིག་གིས་ཟ་འཁོར་ལ་ཆ་བཞག་བྱོ་ཨ་མ་ནོ་སུ་དང་སུ་ཞིག་གིས་ཟ་འཁོར་ལ་ཨེ་ནེ་ག་ཁྱེད་དེ་ན་ཨོ་ད་ང་དང་གུ་ཞབས་དང་རྩི་བཀུར་དང་ཨེ་ནེ་ག་ཁོ་བ་ཆེ་མཐོང་འབོ་ར་མ་ནོ་སོང་ཟེར་རོ། ག། ག། རིགས་ཙམ་ཞིག་ཡོད་ན་འང་ཨོ་ཡིན་ན་ཡིན་ནོ་ག་ལེར་དཔེར་ན་ང་དང་ག། ཀྲོང་པ་གྲགས་པས་ཕྱུག་པའི་གི་རིགས་ག་སྐད་ཟེར་ན་ཁོ་བ་སློབ་སྦྱོང་མེད་ན། ཁོའི་སྤྱོད་ལུགས་སྤྱོད་སྟངས་པོ་བདེན་པ་པད་ང་དང་ཚུལ་ཁྲིམས་དང་ལྡན་པ་གཟན་པོ་ཆེ་དགའ་ལྟར་བདེན་པ་བདེན་པའི་ལམ་གྱིས་སྒྲུལ་ཞེས་རྣམ་དཔྱོད་པོ་མེད་པ་ཁོ་རང་བསྟུར་རྒྱུ་ན་ལུས་ངག་ཡིད་གསུམ་གྱི་བཅའ་བ་དང་སྤྱོད་པ་ཤེས་ཏེ་ན་བདེན་པ་གཞན་ལ་ཐུབ་ཚོད་བཏང་ཆ་གོབ་སྐོར་བཏང་ཆ་ཧམ་པ་བཤད་ཆ་གཡོ་སྒྱུ་བཤད་ཆ་འོ་བདེན་ན་ཚོགས་ལ་དགའ་ར་དགའ་རུ་ད་མི་འདྲ་མི་འདྲ་ཙོག་པོའི་རིགས་སྤྱོད་ཁ་ནས་མི་ཡོད་ན་སུས་ཁོ་གྲོང་པ་ཕྱུག་པོ་ཡིན་ནོག་ཟེར་ཏེ་ཁོས་སུས་ཁོ་ལ་ཆ་ཞོག་བྱོན་སུས་ཁོ་ལ་གུས་བཀུར་བྱོན་སུས་ཁོ་ལ་དགའ་བདེ་བྱོན། དེ་སྣ་ཚོགས་ལ་ཡང་ནི་ཁོ་ང། ཧ་ལས། ཡང་ནི་ཁོའི་གཟུགས་ཧ་ཅང་མཛེས་པོ་ཡོད་ན་ཡང། འོ་ད་དེ་ཤེས་རབ་དང་ཚུལ་ཁྲིམས་གཉིས་དང་མེད་ན། ཡང་ནི་ཁོ་ད་མཛེས་པོ་འདུག་བདེན་པ་གཟུགས་ཧ་ཅང་བྱ་དོག་ལགས་མོ་འདུག་ཟེར་ཏེ། ཡང་ནི་ཁོ་ལ་གུས་བཀུར་ཞུ་གང་དང་དེ་གཟུགས་ཡོང་ན་ཡོང་མ་རུང་སུའང་ཡོང་མ་རུང་སོང་པ་བསམ་ན་བདག་ས་དང་དགྲ་ལ་ཡང་བཀུར་མ་ལ་ཟན་པོ། འོ་གལ་ཏེ་འོ་དེ་ཡོན་ཏན་གཉིས་དང་ལྡན་པ་མེད་ན། གཟུགས་མཛེས་པོ་ཙམ་ཞིག་ཡོད་ན་འདྲ་རིགས་བཟང་པོ་ཙམ་ཞིག་ག་ས་ཀྱེ་ས་དེ་ཡོད་ན་འདྲ་གྲོང་པ་ཕྱུག་པའི་རིགས་རྒྱལ་པོའི་རིགས་བློན་པོའི་རིགས་བཀའ་ཁའི་རིགས་འོ་ད་ང་དང། བཀའ་ཟུར་ཞི་ཁ་ལེགས་རིགས་རིགས་ལ་སྐྱེས་ཟློས་ན་མི་སུ་སང་བྱ་གཞོག་བཅོ་མ་ནོ་ཟུ་སུ་སང་གུས་བཀུར་བཞུ་མ་ནོ་གསུངས་དེ་རང་ཧ་ལས་གསུངས་པ་སང་ན་བཀུར་མ་ལགས། དེ་ལྟར་གང་ལ་ཡོན་ད་འདི་གཉིས་གདམས། ཨོ་ད་གལ་ཏེ་ས་ལེ་ག་གྲོང་པ་ཕྱུག་པའི་ག་ཡ་མེན་ན་ནི་ག་རྒྱལ་པོ་དང་བློན་པོའི་རིགས་བཟང་པོ་ཞིག་ག་སྐྱེས་ཟློས་མེད་ན་ཡང་འདྲ་ཡ་མེན་ན་གཟུགས་པོ་དང་དེ་ཚང་མ་མ་ན་མཛེས་པོ་ཞིག་དང་ཨི་ཏུ་ཨོ་ང་ཞིག་དང་བདེ་མོ་ཞིག་དང་མེད་ན་ཡང་འདྲ་ཡ་མེན་ན་ནི་ང་དང། ཨེ་མི་ག། ཐོས་པའི་ཡོན་ཏན་ནམ། ད་དཔེར་ན་ང་དང་དང་དེ་རིང་ཡོན་ཏན་ཟེར་ར་ཙོག་ས་ལ་དེང་དུས་ཀྱི་ཡོན་ཏན་ཟེར་ར་ཙོག Modern Education འོག་ཏུ་མེད་ན་ཡང་གལ་ཏེ་ཁོ་ཨིན་ན་གཟུགས་ཀྱི་དེ་ནི་ག་རྣམ་དཔྱོད་ཤེས་རབ་ཨེ་ནི་བླང་དོར་གྱི་རྣམ་གཞག་ཤེས་པའི་ཤེས་རབ་ཨེ་ནི་ཚུལ་ཁྲིམས་རྣམ་པར་དག་པ་ཞིག་ཡོད་ན། དེལ་ད་གང་ལ་ཡོན་ཏན་འདི་གཉིས་དང་ལྡན་པོ་ཅིག་འོ་ད་ཡོན་ཏན་འདི་གཉིས་པོ་དང་ལྡན་ན་ཡང་ཡོན་ཏན་སོགས་མེད་ན་ཡང་འདི་ནི་ཡོན་ཏན་གཞན་ལ་གཞན་དང་འདྲ་ལ་ཡང་ཆོས་ཨོ་ཡོན་ཏན་གཞན་དང་ཟེར་ན་ཡོན་ཏན་གལ་ཏེ་ལྡན་པ་ཤེས་རབ་རྣམ་པར་དག་པ་ཞིག་དང་ཤེས་རབ་རྣམ་དཔྱོད་ཤེས་རབ་བློ་གྲོས་དང་ལྡན་པ་ཞིག་དང། ཨེ་ནི་དགའ་ཚུལ་ཁྲིམས་རྣམ་པར་དག་པ་ཞིག་ཡོད་ན། ཨོ་ད་དེ་ནི་ཡོན་ཏན་གཞན་དང་འདྲ་ལངས། ཨོ་ད་གཟུགས་བཟང་པོ་དང་ཨེ་ནི་རིགས་བཟང་པོ་དང་ཨེ་ནི་ཐོས་བྱུང་གི་ཤེས་རབ་ཙམ་སྡེ་གཟུགས་མ་རྒྱ་ཆེན་པོ་ཞིག་མེད་ན་ཡང་ཨོ་ད་མི་ཚང་མས།

ཨཱ་ལས། སྐྱེས་བུ་སུ་དང་སུ་ཞིག་ཡིན་ན་རིགས་བཟང་པོ་ཡིན་ན་འདྲ་གཟུགས་བཟང་པོ་ཡིན་ན་འདྲ་ལྟ་འཇོན་ལ་དེ་གཟུགས་ཀྱི་ཡུལ་གྱི་དེ་ནས་དགའ་ཐོ་འབྱུང་གི་ཤེས་རབ་དང་དེ་གཟུགས་ཙམ་ཞིག་ལྡན་ན་ཡང་འོ་ན་ལུགས་རྟོགས་པའི་ཤེས་རབ་ད་དེ་ན་ཡིན་ན་གཟུགས་ཀྱི་ཤེས་རབ་བ་མང་པོ་ཡོད་དོ་ན་དེ་ནང་དང་ང་དང་གཙོ་བོར་གཙོ་ཁག་ཆེན་མོ་ཞིག་ཡིན་ནས་གདངས་གསུང་ག་ནང་གཙོ་ལ་ཡིན་ནས་དགའ་སྟོང་ཉིད་རྟོགས་པའི་ཤེས་རབ་བམ་ན་ལུགས་རྟོགས་པའི་ཆོས་རྣམས་ཀྱིས་དེ་ནས་བདེན་པའི་ན་ལུགས་པོ་ཅི་མ་ཇི་བཞིན་གསལ་པོ་བཅོས་ཏེ་ཧ་གོ་གང་གི། ཨེ་ནས་ཤེས་རབ་པོ་ལ་ཁྱེད་རང་ཅི་ཟེར་ནོ་ན་ལུགས་རྟོགས་པའི་ཤེས་རབ་དེ་ལ་དུར་རྒྱུན་ནི་ལྔ་དང། སྟོང་ཉིད་རྟོགས་པའི་ཤེས་རབ་ཟེར་ནོ། ཨོ་ད་ཨོ་དེ་ཤེས་རབ་དང། མ་ལྡན། ཨེ་ནས་དགའ་རང་ཨེ་དེ་ནས་ཚུལ་ཁྲིམས་པོའང་ཆལ་ཧ་ལས་དགའ་ཁྱེད་རང་ད་ང་དང་ཁྱིམ་པ་ཞིག་ཡིན་ན་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་སྲུང་ཨེ་ན། ཨེ་ནས་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་མ་སྲུང་ཨ་ཨེ་ནས་རྐུན་མ་རྐུན་ཅིག་འདུག་ཨོ་ནས་རྫུན་དང་ཨེ་འཇིགས་འདུག་ཨོ་དེ་ནས་གཞན་ལ་ཧྲོག་གཅོད་བྱས་ན་ཨེ་གཟུགས་གཅོད་ཅིག་འདུག་དེ་སྣ་ཚོགས་ལ་ཨེ་ནས་ང་དང་སྤྱི་ཚོགས་ཟེར་ན་ཁྱེད་རང་ལོག་ཨེམ། ཧ་ལས། ཨོ་དེ་ནས་རང་གི་ཆུང་མ་བོར་ཏེ་ནི་སྒར་རྩ་ཀ་ལ་ད་ཁྱི་ནང་བཞིན་ཁོ་རེ་འཇིག་ཨོ་གཟུགས་ཅན་འདུག་ན་ཨོ་ད་དེ་མི་སྔོན་ལ་ཙམ་ཞིག་ཡོན་ཏན་ཡོད་ན་ཡང་སུས་ཆ་འཇོག་ཅོནོ། ཧ་ལས་དང་དེ་རིང་ཁོ་སྨ་ན་གཅིག་སན Science སྨ་ན་ཡོད་སློབ་སྦྱོང Scientist ཁོ་སྨ་ན་དྲག་པོ་ཡིན་ནོག་ཟེར་ན་ཡང། Engineer སྨ་དྲག་པོ་ཡིན་ནོག་ཟེར་ན་ཡང་ཨོ་ལ་སོས་ནས Doctor སྨ་ན་དྲག་པོ་ཡིན་ནོག་ཟེར་ན་ཡང་ཁོ་ཨ Operation བཅོས་བཅགས་ན་དེ་ཚང་མ་ད་དྲག་པོ་ཤེས་སྲིད་ཀྱག་ཁྲིག་ཡིན་ནོག་བདེན་པ་དྲག་རྒྱ་ལ་ཡིན་ནོག་འཇོན་ཏེ་ནོག་ཡིན་ན་ཡང། ཨོ། ད། སྤྱི་ཚོགས་ཟེར་ནའང་ཨེ་ནས་མི་ཚང་མ་ལ་ཕོག་ཆས་ཟེར་སྤེལ་ར་ཟེར་ར་རེད་མདོར་ན་རང་གི་ངག་གི་སྤྱོད་པ་གལ་ཏེ་ན་ཆ་ལ་ཆོ་ལེ་འདྲ་མི་འདྲ་ཟེར་འཇིག་འདུག་ཨེ་ནས་ལུས་ཀྱི་སྤྱོད་པ་གལ་ཏེ་ན་རྐུན་མ་རྐུ་བ་དང་ལོག་གཡེམ་སྤྱོད་པ་ལ་སོགས་པ་སྤྱི་ཚོགས་ཚང་མས་ན་གལ་ཏེ་ན་སྒར་རྩ་སྒར་ལ་མི་ཚང་མ་ཨེ་ནས་དགའ། སྤྱི་ཚོགས་ཟེར་ནའང་མི་ཚང་མ་གནོད་པའི་ལ་སྤྱོད་ཨོ་གཟུགས་སྐྱོན་པོ་ཅིག་ཨོ། ད་ཁོ་ཙམ་ཞིག་སློབ་སྦྱོང་ཡོད་ན་ཡང། ཧ་ལས་ཙམ་ཞིག་ཁོ་ཐོས་བྱུང་གི་ཤེས་རབ་ས་ལ་སོགས་པའོ་གཟུགས་ཤེས་རབ་ཙམ་ཞིག་ཡོད་ན་སུ་ཟེར་ཡ་ནོ་ཁོ་སུ་ཆ་ཞོག་ཅོ་ཡ་ནོ་གསུངས་པ་ཟེར་ན་ཁོ་མི་སྤྲང་ས་སུ་སྤྲང་ཡ་ནོ་གསུངས་པ་ཟེར་ན་ཨོ་དོ་ཁྱེད་དེ་ན་མ་འགྲིག་ག་ནོ་གསུངས་ཏེ་ལོག་ལྟ་གསུངས་པ་ཟེར་ན་ད་ང་དང་ཁྱེད་དེ་ན་བདེན་པ་ཨེ་ནས་ག་དེང་དུས་ཀྱི་ཡོན་ཏན་གང་ན་མེད་ན་ང་དང Modern Education ལ་སོགས་པའི། ཨོ་ད་རྣམ་དཔྱོད་ཨེ་ནི་བློ་གྲོས་སློབ་སྦྱོང་ཙམ་ཞིག་སྦྱངས་ཏེ་ཡོད་ན་ཁག་ཆེན་མོ་བོ་ཅི་ནོག་ཟེར་ན། ཨོ་དེ་ནི་ཚུལ་ཁྲིམས་གནང་ཚུལ་ཁྲིམས་དང་ལྡན་ཅེས་པོ་གལ་ཏེ་ན་ཁག་ཆེན་མོ་ནོག་གསུངས་ཏེ་ནོག་ཚུལ་ཁྲིམས་དང་ལྡན་ཅེས་པོ་ཟེར་ན་རང་གི་ལུས་ངག་ཡིད་གསུམ་གྱི་བྱ་བ་རྣམས་སྤྱོད་པ་གལ་ཏེ་ན་མི་དགེ་བའི་ཕྱོགས་ལ་མ་བཏང་ཨ། ཨོ་ད་མི་དགེ་ལུས་ངག་ཡིད་གསུམ་གྱི་བྱ་བ་སྤྱོད་པ་མི་དགེ་བའི་ཕྱོགས་ལ་མ་བཏང་ཨ་ཟེར་ན་ཨོ་ད། གསལ་པོ་བྱས་ན་བཞུགས་སྟངས་ན་བརྫུན་མ་བཏང་ག་འཇིག། ཨེ་ནི་ཡ། ཕན་ཚུན་ཁྱིམ་མཚེས་ཚང་མ་ལ་ཧྲུག་ཤིང་མ་བརྒྱབ་ག་འཇིག། ཨོ་དེ་ནས་གཅིག་དང་གཅིག་གི་ནང་ང་བར་ལ་ཨེ་ནི་མི་མཐུན་བྱ་ཤོད་བྱ་སའི་ཕྲ་མ་མ་བཀོལ་གང་ཅིག་ཏུ་རྒྱུ་ན་སྤེལ་ར་དྲང་པོ་བླ་མ་དཀོན་མཆོག་དང་མཐུན་པ་ཨེ་ནི་ག་གང་གང་བོ་ཞིག་ག་ཆ་ན་ཡང་ཨེ་ནི་སྤེལ་ར་མང་པོ་མི་ཟེར་ཅན་དུ་རྒྱུ་ན་ང་དང་སྨྲ་བ་ཉུང་བས་གཞན་ཕོག་ཐུགས་ཨེ་དབང་མེད་གསུང་བྱ་མེད་ན་སྨྲ་བ་སྤེལ་ར་ཙམ་ཞིག་ཉུང་ཙེ་ཟེར་ན་གཞན་ལ་ཕོག་ཐུགས་ཉུང་ཙེ་ཡོང་བ་རོགས། སོ་སོའང་སྤེ་ར་མང་པོ་ཟེར་ཁ་ནས་མའི་དུས་ཚོད་པོ་མང་ཆེ་རང་གི་དུས་ཚོད་རིན་ཅན་པོ་ཁེ་ད་ན་སྤེ་ར་ཟེར་ཆ་ཟེར་ན་ཨ་ན་ཨི་རུ་སྤེ་ར་ཟེར་ཨི་ན་ཨདེ་རུ་སྤེ་ར་ཟེར་འཇིག་གི་ནི་སྤེ་ར་ཟེར་ཆ་ཁོ་ར་ན་འབུ་བྱེད་པ་ཟ་ན་སྣ་མའི་ང་ཤུ་རང་རོ། འོ་གསུངས་པ་ཟ་ན་བརྩམ་ངན་བསྟོད་རྒྱུ་ན་ཨི་ནི་ག་སྤེ་ར་ཉུང་ཙེ་ཟེར་གོ་ཤ་སྤེ་ཁེ་ད་ན་ཚང་མ་སང་ཁག་ཅན་ཅན། འོ་ད་འོ་གཟུགས་ཤིག་ཡོད་ན་ཨི་ནི་ང་དང་ཁེ་ད་ན་མིའི་སྤྱི་ཚོགས་ཟེར་ན་བདེན་པ། ཧ་ལས་དེ་ནས་ཚུལ་ཁྲིམས་དང་ལྡན། ཤེས་རབ་དང་ལྡན་ནས་ན་མི་ཚང་མ་རྩི་ཡ་ནོག་དེ་མེད་ན་མི་སུ་ཞིག་དང་སུ་ཞིག་གིས་སང་རྩི་ཡ་མ་ནོག་ཟེར་དང། བདེན་སྣ་ཚོགས་ལ་ང་དང་བརྣབ་སེམས་གནོད་སེམས་ལོག་ལྟ། ཨོ་ད་མི་སྨྲ་ན། བྱ་གླག་ཅི་ཞིག་དགའ་འོ་ཞིག་ན་མཐོང་ན་ང། ང། ང། ང་རང་ང་རང་ལ་གོ་ཤ་རགས་ཀྱང་བསམ་ཁ་ནས་མི་བཞོད་ན་ང་དང་རང་འདོད་ཅན། རང་ཤེད་ཅན་ཡོད་ན། ཨོ་ད་མི་སུ་ཞིག་ཁོ་ལ་སློབ་སྦྱོང་ཙམ་ཞིག་ཡོད་ན་མི་སུ་ཞིག་ཁོ་ལ་ཆ་ཞོག་བྱོས་ནོ། ཧ་ལས་ང་དང་ཡོང་རག་པར་སྤྱི་ཚོགས་ཟེར་ན་སྤྱི་ཡིན་ན་ང་རང་རང་ཡིན་ང་དང་ཁ་ཆེ་བ་ལོས་ལྷ་བྱ་ན་ང་ཟེར་ལྟས་ཡོད་སོང་ཟེར་བ་ལོས། ཧ་ལས་གཞིན་པོ་ང་དང་ལེགས་པོ་ང་ང་ང་ང་རྒྱལ་ཟེར་བའི་བང་ཅན་ལགས། གཞིན་པོ་ང་དང་ལེགས་པོ་ང་ཟེར་གིས། ན་བཟང་སྐོར་ཀྱང་རྐང་བཅུག་ན་རོགས་རེད་བཞི་སྤྲོད་འགྲིམ་ཀྱང་ཨམ་ཅོག་ཚ་རོགས་རེད་སོང་ཟེར་བ། ཨོ་ང་ང་ང་ཟེར་ཁ་ནས་མི་ཧ་ལས་དེང་བོ་ཞིག་ན་གཅིག་གིས་ཐོབ་ན་ཡང་ཚང་མ་སང་དྲག་ཤོས་པོ་ང། ཚང་མ་སང་དགོད་ཀ་ང། ཚང་མ་སང་བཟང་ང་རིག་པོ་ང། ཨོ་ང་དང་ང་བཞི། ཨོ་ཕྲུ་གུ་ཞིག་ཡོད་ན་ཚང་མས་ཕྲུ་གུ་སང་དྲག་ང་བཞི་ཕྲུ་གུ། ཨོ་ཡོན་ཏན་གཡང་ཚང་མ་ཡོད་དེ་ནོ་གཡང་ཚང་མ་ཡོད་ན་ང་ང་ཟེར་ཁ། ཨོ་ད་ཨོ་དེ་མི་ཚང་མ་ཁྱེད་ན་ཅི་ཡིན་ཟེར་ན། ན་བཟང་སྐོར་ཀྱང་རྐང་ཅུང་ན་རོག་རེད་གསུངས་སོ། འོ་ན་བཟང་པོ་དང་རྟེན་བཟང་པོ་ལ་ཙམ་ཞིག་སྐོར་ར་སྐོར་ན་རྐང་པ་ན་རོག་ཡིན་ནོ་ཟེར་ཏེ་ད་རྐང་པ་གཟུ་མོ་ཡོང་ཆ་ཞིག་མ་གཏོགས་ཕན་ཐོགས་མེད་སྐྱག་ཟེར་བྱས་ཟིན་ན་ཁོ་སེམས་ལ་འགྱུར་བ་ཐེབས་སེ་མེད་སྐྱག་སེམས་ཟིན་ན་ང་རང་རང་ང་རང་རང་སྐྱག་ཟེར་ནས་འདུག་ག་འཇིགས་མི་འཇིགས་ཡིན་པ་སོང་ན་སོང་པ་སང་ན་ཟེར་ཏེ། རི་ཁྲོད་འགྲིམས་ཀྱང་ཨམ་ཅོག་ཚ་རོགས་རེད་ཟེར། ཨོ་ན་ཨེན་པ་སོང་སྟེ་རི་ཁྲོད་ལ་འགྲིམས་རི་ཁྲོད་ལ་སོང་སྟེ་ད་ང་དེ་ནས་མཚམས་དང་བསྙེན་སྒྲུབ་དང་གཅིག་དང་དེ་ནས་མ་ན་མ་ན་མི་འདྲ་མི་འདྲ་གཅིག་དེ་ནས་སྔོན་འགྲོ་དང་བསགས་སྦྱང་སྤྱོད་ཟིན་ཅིག་ཨོ་དེ་ཀུ་ཅོ་དང་སེམས་སྡིག་མེད་ན། ཨོ་ང་ང་ཟེར་ཁ་ནས་ངར་རྒྱལ་པོ་རྩ་བ་ཉིང་ན་མ་བཞི་ན་ཉོན་མོངས་པོ་ཁེ་དང་སྙུང་རུ་མ་ཆགས་ན། ཧ་ལས་ང་དང་སྟོད་རྒྱུད་ན་སེར་སྐྱ་མི་ན་ལས། ཨེ་ནས་ཐོས་བརྟགས་གཞི་བཞིན་འདུལ་བ། སྒོམ་བརྟགས་ཉོན་མོངས་ཆུང་བ་ཟེར་ནོ། དགའ་ལྡན་པ་ཆོས་ཀྱི་སློབ་སྦྱོང་མང་པོ་ཐོས་ཏེ་ཡོད་ན་ཆོས་ཀྱི་སློབ་སྦྱོང་མང་པོ་གོ་ཏེ་ཡོད་ན་འོ་དོ་ལ་གཅིག་ཁོ་རང་ཟེར་ན། མི་གཞི་བཞིན་འདུལ་བ་ཞིག་ཡོང་དགོས་ཏེ་ནོ་ཟེར་ནོ་ད། ཧ་ལས་མི་གཞི་བཞིན་འདུལ་བ་ཟེར་པ་གཅིག་མི་ཕི་ལོག་གི་མི་ལྟ་ན་བདེན་པ་ཁོ། བདེན་པ་དེ་ནི་ཁོའི་སྤྱོད་ལུགས་སྤྱོད་སྟངས་ནང་ཨེ་ནས་ནང་བསམ་བློ་འཁུར་ཚོ་ཚང་མ་མཐུན་ག་འཇིག་ཨེ་ནས་བདེ་མོ་ཞིག་དང་རྒྱ་ལེགས་ཡོང་ཆེད། རང་གིས་བསམ་བློ་བཏང་ན་ཡང་རང་ཨ་དེ་ནས་ཅིག་ཡ། སྣང་བ་རྣམ་རྟོག་ལ་སོགས་པ་ཨེ་ནི་ག་ཅིག་གཞན་ལ་ཁོ། རང་བློ་རང་ལ་ལྐོག་ཏུ་མ་གྱུར་བ་སོང་སོང་པ་བསམ་ན་ག་གི་དེ་ན། འདི་གཟུགས་མ་ནི་མི་བདེན་པ་ང། ལྷག་བསམ་རྣམ་བརྟག་ཅིག་ཡོང་དགོས་ཤིས། སོང་པ་བསམ་ན་ཐོས་རྟགས་གཞི་ཞིག་འདུལ་བ་བཟང་པོ། ཆོས་ཙམ་ཞིག་ཐོས་ཏེ་ཡོད་ན་ཆོས་ཙམ་ཞིག་ཤེས་ཏེ་ཡོད་ན། ཨོ་དེ་མི་ཅི་ཞིག་ཅི་ཞིག་ཡོང་བ་ཟེར་ན་གཞི་ཞིག་འདུལ་བ་ཞིག་ཡོང་བ་ཨེ་ཟེར་ན། མི་དེ་མ་ཡོང་ན། ཆོས་ཙམ་ཞིག་ཐོས་ཏེ་ཡང་ད་རུང་ཨང་རྩ་བའི་སེམས་པ་མ་འདུལ་ན་སེམས་པ་གཞི་ཞིག་མ་སེམས་པ་གཞི་བ་ཞིག་མ་བབས་ན། ཨེ་ནི་དེ་མ་ཐོས་པའི་རྟགས་ཟིན་ནོ། ད་ཐོས་པ་ཐོས་པ་ས་ག་ན་དེ་ཐོས་པ་ཐོས་པ་མ་ཆགས་ནོ། ཧ་ལས་ང་དང་ཐོས་པ་སྤྱོད་གང་སྤྱོད་ཚ་ཐམས་ཅད་ཐོས་པ་ཆགས་མེད་ཀྱི། ཆོས་སྤྱོད་ཚ་ཐམས་ཅད་ང་དང་ཆོས་ལ་ཆགས་མེད་ཀྱི་བྱས་ཟིན་རང་གི་བསམ་བློ་བཏང་བཟོ་སྡུག་བཟོ་བ་རག་ལ་སྟེ། དེ་ན་ཚོ་ལ་ང་དང་སྒོམ་རྟགས་ཉོན་མོངས་ཆུང་བ་ཟིན་ཏུ་བ་ལས་ཧ་ལས་སྒོམ་ཆོས་ལ་སྒོམ་པའི་ཉམས་ལེན་ལག་ལེན་ནང་འཁྱོངས་ཡོད་ན། ཁོས་ཉོན་མོངས་པོ་ཉུང་རུ་ཉུང་རུ་ཆགས་པ་སོགས་ལ་ང་ང་ང་ང་ཟེར་དཀའ་འགྲོ་ཚང་མ་སོང་པ་ཟ་ན་ད་དག་ས་དེ་ག་ང་དང་ཅིས་བསྲུང་སྟེ་འདུག་ཟེར་ན། འོ་ད་བདེན་པ། ཨེ་ནི་ཚུལ་ཁྲིམས་དང་ལྡན་དགོས་ཤེས་ཨེ་ནི། ཤེས་རབ་དང་ལྡན་དགོས་ཤེས་པ་གལ་ཏེ་ན་མ་ཁག་ཅག་ནས་ནོ་དེ་གཉིས་དང་ལྡན་ན་ཨེ་ནི་ང་དང་གཟུགས་མཛེས་པོ་མེད་ན་ཡང། བདེན་པར་སྤྱི་སོགས་ཟེར་ན་མཐོང་ཡོད་ན་དཔེར་ན་ང་དང་ཨིན་ཨོ་ཨིན་ཨོ་ལེ་ཁོ་ཚུལ་ཁྲིམས་དང་ལྡན་ན་དེ་ནི་རྣམ་དཔྱོད་བློ་གྲོས་དཔེར་ན་ང་དང་གྷན་དྷི་ཇི་ཟེར་ར་ཙོགས་དེ་ན་ཙོ་ལ་མ་དར་ཀ་ཁེ་དེ་ན་ང་དང་ཏྲེ་རེ་ཟ་ཟེར་ར་ཙོགས་ཨེ་ནི་ཁོང་དེ་ན་ཙོ་ལ་མང་པོ་ཞིག་ཁེ་དེ་ན་ཨེ་ནི་ཁོང་ཨི་གཟུགས་པོ་ཨ་ལྟ་ན་ཅང་ང་དང་ཁོང་ཨི་སྨྲ་ན་རྫེས་པོ་ཞིག་དང་སྨྲ་ན་བདེ་མེད་ན་ཨི་དོ་འོང་བ་ཞིག་དེ་ཙམ་ཞིག་ཅང་མི་ནུས་བ་ལེ། ཡིན་ནའང་སེམས་རྒྱུད་ཧ་ཅང་སྤྲང་པོ་སོང། ཐུགས་རྒྱུད་ཧ་ཅང་ཞི་ཞིང་དུལ་བ་སོང། བདེན་པ་གཞན་ལ་གནོད་པའི་ལས་མ་བྱོས་ཨ་ཕ་འབའ་ཞིག་བྱོས། རང་གིས་ཁ་བླངས་པའི་ཚུལ་ཁྲིམས་དང་སྡོམ་པ་རྣམས་ཁོང་ཡང་སྲུང་བྱས་མང་པོ་ཡོད་ཀྱང་དཔེར་ན་ང་དང་མི་གཞན་ཆུ་སྤུངས་ཀྱི་ཚུལ་ཁྲིམས་སྲུང་བྱས་གནང་ཡོད་མཁན་སྣ་ཚོགས་ལ་ཧིན་དུ་ངོས་ནས་ནང་ཁྱེད་ནང་སོགས་ཀྱི་ཚུལ་ཁྲིམས་སྲུང་བྱས་རིགས་མང་པོ་འདུག་ག་ལ་ག་འདི་བཞིན་ངོས་ནས་ཨོ་དེ་ངོ་ཚུལ་བཞིན་དུ་སྲུང་ཡོད་ཀྱང། ཨོ་ད་བདེན་ན་ནང་སོགས་ལ་བདེན་པ་རྣམ་དཔྱོད་ཤེས་རབ་ནི་ཁོང་ལ་བློ་གྲོས་བདེན་པར་རྒྱས་སུ་ཐག་གཅོད་འདོད་དོན་ནོ། འོ་གསུངས་པ་བསམ་ན། ད་དེ་མེད་ན་ང་དང་གཟུགས་ཙམ་ཞིག་རྫེས་པོ་ཡོད་ན་འདྲ་རིགས་ཙམ་ཞིག་ག་སྐྱེས་ཏེ་དྲག་པོ་ཞིག་ག་སྐྱེས་ཏེ་ཡོད་ན་འདྲ་ཅང་ཕན་ཐོགས་མེད་ཀྱྀ་གསུངས་ཟེར་འོ་ད་གསུངས་པ་བསམ་ན་ང་དང་རིགས་ལ་ངོམ་སོ་མ་བསྟན་རུས་ལ་ངོམ་སོ་མ་བསྟན་འོ་རང་རྒྱུ་ནོར་ལོངས་སྤྱོད་ལ་ངོམ་སོ་མ་བསྟན་དོན་ནི་ཅང་དེ་ཙམ་ཞིག་ཕན་ཐོགས་སུ་ཡོད་ང་མ་ནའོ་གསུངས་ཟེར་འོ་ད་བདེན་པས་ང་དང་འདི་ནི། རང་མི་རྣམས་ཀྱི་བྱ་གཞོག་རང་ཡོན་ཏན་གོང་འཕེལ་དུ་འགྲོ་ཆེད་བྱ་ཆེད། ཚེ་འདི་ལ་བདེ་གནས་ལྡན་པ། སེམས་ཞི་ཞིང་དུལ་བ་སོགས་འདོད་ཆོས་རྣམ་པར་དག་པ་ཞིག་སྒྲུབ་ཆེད། ཚེ་རབས་ཕྱི་མ་རྣམས་སུའང་རྟ་སྦྱོར་གྱི་མི་ལུས་རིམ་གྱིས་བརྒྱུད་དེ། རིམ་གྱིས་བརྒྱུད་དེ། དགའ་བ་སངས་རྒྱས་སུ་གོ་འཕང་ཐོབ་ཆེད་ཟུག་པ་ཆག་སྒོ་ཤས་ཤིག་ཡིན། འོ་ད་ང་དང་ཚང་མ་ཟང་ཁག་ཅན་པོ་ཅི་བྱེད་ཀྱི་ཨང་ཟེར་ན། ཤེས་རབ། ཕལ་ཆེར་ཤེས་རབ་ཏུ་གལ་ཏེ་ཤེས་རབ་རྣམ་པར་རྣམ་སྤྱོད་དང་ལྡན་གང་ཅིག་ང་དང་རང་རྒྱུད་ལ་ཡོད་གང་ཆོས་ཅིག་ང་དང་ལྡན་པ་ལྡན་པ་ཞིག་ང་དང་སྤྱོད་འོ་ཞིག་འོ་དོ་ག་ན་ལྷས་པ་ནོ་ཟེར་ན་ང་དང་སློབ་སྦྱོང་ཆོས་དེ་ལྷས་པ་ནོ། འོ་གསུངས་པ་ཟ་ན་ད་དེ་ན་ནང་པ་སངས་རྒྱས་པའི་ཆོས་རྣམས་མཐུན་པས་ཡང་མིན་ནང་པ་སངས་རྒྱས་སུ་དགའ་སངས་རྒྱས་བཅོམ་ལྡན་འདས་གཙོས་པའི་སྔར་གྱི། དེ་ནས་བདེན་པ་དཔལ་འབྲུག་བཅུ་བདུན་ལ་སོགས་པའི་སྐྱེས་བུ་དམ་པ་རྣམས་ཀྱིས་གསུངས་པའི་གསུང་དངོས་ལ་ང་དང་སློབ་སྦྱོང་ཚུལ་བཞིན་དུ་སྤྱོད་ན་འོ་ད་ང་དང་ཤེས་རབ་རྒྱལ་ས་ནོ་ཤེས་རབ་རྣམ་པར་དག་པ་ཅིག་དང་ལྡ་ན་ནོ། ཤེས་རབ་རྣམ་པར་ཅིག་དག་པ་ཅིག་དང་ལྡ་ནས་ན་དེ་ཤེས་རབ་ཀྱི་རྣམ་དཔྱོད་པོས་ཁེ་དེ་ན་འགའ་ཧྲུག་མགོ་བཤད་འགའ་སྤང་མགོ་བཤད་འོ་དེ་ནས་ཚུལ་ཁྲིམས་ལ་བླང་དོར་གྱི་ན་ལ་སྤང་བླང་ཚུལ་བཞིན་དུ་ང་དང་རྒྱུག་གེ་ན་སྤང་བླང་ཚུལ་བཞིན་དུ་ང་དང་སྤྱོད་ན་འོ་ད་ཚུལ་ཁྲིམས་དང་ལྡན་ནོ་གསུངས་པ་ས་ན་ད་ང་དང་ལྡན་པ། ཤེས་རབ་ཀྱི་ཡོན་ཏན་དང་ཚུལ་ཁྲིམས་ཀྱི་ཡོན་ཏན་གཉིས་ལྡན་ན་ཡོན་ཏན་གཞན་ཡེ་ནས་བདག་ས་ང་དང་རིགས་དང་རུས་དང་ཨུ་གཟུགས་བཟང་པོ་ཞིག་མེད་ན་ཡང། ལྡན་པ་མི་དེ་ཅི་ནོ་ཟེར་ན་ཆགས་དང་མཆོད་པས་ན་ཟིན་ནོ། མི་དེ་ཀུན་གྱིས་བརྩི་བཀུར་ཞུ་སའི་ན་ཟིན་ནོ། མི་དེ་མི་ཚང་མས་ཆེ་བ་དང་མཐོང། ཡོད་སའི་མི་ཞིག་ཡིན་ནོ་ཟེར་ཏོ་གལ་ཏེ་དེ་གཉིས་དང་ལྡན་ན་མེད་ན་དེ་གཉིས་མེད་ན། འོ་ད་ཙམ་ཞིག་དགའ་གཟུགས་ཤིག་ངན་བ་དང་ནི་རྒྱལ་པོའི་ཕྲུ་གུ་ཡིན་འགྲོ་བློན་པོའི་ཕྲུ་གུ་ཡིན་འགྲོ་འོ་དཔོན་པོའི་ཕྲུ་གུ་ཡིན་འགྲོ་འོ་ད་མི་མི་རིགས་དགའ་གཟུགས་ཤིག་ཡོད་ན་ཡང་རུས་དགའ་གཟུགས་ཤིག་ཡོད་ན་རྒྱུ་ནོར་ལོངས་སྤྱོད་ཙམ་ཞིག་ཡོད་ན་སྤྱི་ཚོགས་ཟིན་ན་འོ་མི་མི་སྤྱི་ཚོགས་ཟིན་ན་ཁེ་དེ་ན་ཨེ་ནི་མི་ཁྲོ་བ་འདྲེ་ས་མ་ནོ་ཟེར་དང་འོ་མི་ནི་ཡང་དག་པ་ཞིག་དང་ཨེ་ནི་བདེན་པ་རྣམ་དཔྱོད་བློ་གྲོས་དང་ལྡན་པའི་མི་ཞིག་ཡར་བརྩི་ཡ་མ་ནོ་གསུངས་དང་སོང་པ་བསམ་ན་ད་ང་དང་དེ་རིང་འདེགས་ཀ། ཨེ་ནི་དགའ་ལྡན་པ་རང་ཨེ་ནི་དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱིས་ཨེ་ནི་ང་དང་ཁྱེད་དེ་ནང་དྭངས་ན་སྟུ་ནི་དགའ་སྟོང་ཉིད་རྟོགས་པའི་ཤེས་རབ་གསུང་ག་ནང་ཙོག་ལ་ད་དེ་རིང་དེ་ག་སྣ་ན་ཨེ་ནི་བདེན་པ་དེ་སྟོང་ཉིད་རྟོགས་པའི་ཤེས་རབ་ཡང་མེད་ན་འདི་ན་ཟུག་ཡིན་ང་དང་ཤེས་རབ་ལ་མང་པོ་ཡོད་དོན་ཧ་ལས་དགའ་ཁྱེད་དེ་ན་ང་དང་ཨེ་ནི་དགའ། ང་དང་ཐོས་བྱུང་གི་ཤེས་རབ་བསམ་བྱུང་གི་ཤེས་རབ་སྒོམ་བྱུང་གི་ཤེས་རབ། ཨོ་ད་དེ་ནག་ཚོགས་ལ་ཨོ་ཛི་ལ་སོགས་པའི་ཤེས་རབ་མང་པོ་ཡོད་པ་བསམ་ན་ད་དེ་ནའང་ཐོ་གཞུང་གི་ཤེས་རབ་གཅིག་པོ་ཡོད་བསམ་ཕ་ན་མ་རོ་ང་དང་ཧ་ལས་སོང་པ་བསམ་ན་བསམ་བྱུང་གི་ཤེས་རབ་དང། ཨེ་ནས་བདེན་པ་བདེ་འཇུག་ལ་ཨེ་ནས་སྒོམ་བྱུང་གི་ཤེས་རབ་ན་ང་དང་རྒྱུད་ལ་ལྡན་དགོས་ཤེས་ཡོད་དགོས་ཤེས་པོ་ཁག་ཅན་ཆད་ཀྱི་སོང་པ་བསམ་ན་ད། ཚུལ་ཁྲིམས་དང་ཤེས་རབ་གཉིས་ལྡན་ན་ཨོ་ཡོན་ཏན་གཞན་རིགས་བཟང་པོ་དང་མ་ལྡན་ནའང་དེ་ཙམ་ཞིག་སྐྱོན་མི་ནུས་ཟེར་ཁ་ནས་བསྐོར་ལ་ཨོ་ད་དེ་ནས་ཞིབ་ཅིང་ཕྲ་བ་ཨེ་ནས་གསུངས་ཏེ་འདུག་སོང་པ་བསམ་ན་ད་དེ། ཨེ་ནས་དེ་རིང་འདི་ག་ཚངས་པོ་རེད་ཨེ་ནས་ཚངས་མ་ལ་ཐུགས་རྗེ་ཆེ་འཇུ་ལེ།